བཀྲ་ཤིས་བདེ་ལེགས། ད་ད་ལྟ་གོང་གི་བྱེད་སྒོ་འདི་ནས་ཕལ་ཆེར་ཁྱེད་རང་ཚོ་སློབ་ཚན་ག་རེ་ཡིན་མེད་ཚོད་དཔག་བྱེད་ཐུབ་ཡོད་རེད་བསམ་གྱི་འདུག་སློབ་ཚན་ག་རེ་ཡིན་ས་རེད། སློབ་ཚན། དྲུག་པ། འོད་དང་གྲིབ་གཟུགས། ཨོ་ཡ། ད་དང་པོ་སློབ་ཚན་འདི་དབུ་འཛུགས་མ་ཞུས་ངེས་ལ་ཡ། ངས་དེ་ལ་ཡ། སློབ་ཚན་གྱི་གང་གང་དེ་ལ་ཡ། གལ་ཆེའི་གནད་དོན་ཁག་གསལ་བྱེད་བ་གལ་ལ་རྣམ་པ་ཚོད་ལྟ་ཅིག་བྱས་ཨ་ད་ནས་ཞུ་ཚུར་ཤོག་དེ་ལ་ཡ། སློབ་མ་ཚོ་ཆེད་དུ་གལ་ཆེ་ཚིག་ཁག་བྱེད་བ། འདི་གལ་ཏེ་ངོ་སྤྲོད་ཅིག་ཞུ་གི་ཡིན་ད། གལ་ཆེ་གཉིས་གནད་དོན་ཁག་དངོས་པོ་མཐོང་ཕྱིར་འོད་དགོས་པ། འོད་ཀྱི་འབྱུང་ཁུངས། འོད་དངོས་པོ་བརྒྱུད་འགྲོ་ཐུབ་མིན། འོད་དང་གྲིབ་གཟུགས། གྲིབ་གཟུགས་ལས་དུས་ཚོད་སྔ་ཕྱི་ཤེས་ཐུབ།

ད་ད་འདའི་ཟླ་བའི་གི་ཟླ་གྲགས་ཡང་ན་ཟླ་བ་ནི་ཡོང་བའི་གི་འོད་འདི་ཉི་མའི་འོད་འདི་ཟླ་ག་གང་ལ་ཡང་ཕོག་ཨ་ཟླ་ག་ནས་ཚུར་ལ་ཡང་ལྡོག་གྲོལ་བྱེད་པའི་འོད་དེ་ལ་ཡང་ཨ་ཟླ་གྲགས་བྱེད། སོ་ད་སྤྱི་དང་ཟླ་ག་ལ་ཡང་འོད་ཡོད་མ་རེད་བྱེད། འོང་དེ་བྱེད་ད་དེ་གའི་དེ་ཨ་ནི་འོད་ཀྱི་འབྱུང་ཁུངས་གཙོ་བོ་དེ་གའི་དེ་རེད་ཨ་ནི་འོད་ཀྱི་འབྱུང་ཁུངས་གཞན་པ་དེ་ནི་དེ་བས་ལྷན་སྐྱེས་སུ་ཅིག་བསམ་བློ་བཏང་ད།

ད་ཐོག་མ་བྱེད་སྒོ་འདི་ལ་ཡ་བཅའ་ལག་ག་རེ་ག་རེ་གོ་འདུག་ཟླ་བའི་ན། དང་པོ་འོད་འཆར་ས་གི་འོད་ཕོག་ས་གི་ངོས་ཅིག་བྱས། དེ་ཅིག་བྱས། ཨ་འདི་བྱས་ལ་ཡ་ད་ད་ད་ངས་ད་འདས་ལ་ཡ་ཨ་ནི་འགྱིག་རྩིག་གི་སོས་ཡོད་འགྱིག་རྩིག་སོབ་སོབ་ཅིག་སོས་འགྱིག་སོབ་སོབ་ཅིག་སོས་ཡོད། ཨ་ལྷན་རྒྱས་ཚོ་ཡང་ཤུ་གུ་གི་སོས་ནས་འགྲིག་གི་རེད་ད་ཨ་ན་ཤིང་ཤིང་གི་སོས་ནས་འགྲིག་གི་རེད་དེ་ནས་སྤང་ལེབ་སོ་དྲུག་གསུམ་བྱས།

ད་ད་འདས་ཀྱི་བྱེད་སྒོ་འདི་གི་ཐོག་ནས་ག་རེ་བསྟན་རྒྱུ་ཡོད་རེད་ཟེར་ལབ་ཡིན་ན། ཨ་ནི་འོད་ཟིང་ཡིན་དེ། ག་དུས་ཡིན་ནས་ཁབ་ཐུག་འགྲོ་གི་ཡོད་པ་བྱས། ད་གལ་ཏེ་ཁབ་ཐུག་འགྲོ་གི་མེད་བས་ན་ཁོ་སྐྱོགས་ནས་འགྲོ་གི་ཡོད་བས་ན་ག་འདྲི་བྱས་ནས་འཛུལ་བྱས་ཨ་ནི་བོད་གངས་ལས་སླེབས་ཐུག་ཐུག་གི་རེད་བ། ཨོ་ཡ་ད་འདི་ཅིག་མཁྱེན་པ་གནང་རོགས་གྱིས། ད་བྱས་ན་འདིའི་ཆེད་ལས་ཨ་ནི་ང་ཚོས་བྱ་ལ་ཡང་ན་དངོས་པོ་ག་འདྲི་མཐོང་གི་ཡོད་རེད་ང་ཚོ་དུས་རྒྱུན་མིག་གིས་མཐོང་གི་ཡོད་རེད་བ་འདི་ག་འདྲི་མཐོང་གི་ཡོད་རེད་ཨ་འདིའི་སྐོར་ལ་ཡང་གྲོས་བསྡུར་ཞུ་ཡ་ཡིན་ད་ཨ་ལྷན་རྒྱས་སུ་དེ་སྤེལ་རིས་འདི་ལ་ཅིག་གཟིགས་ན་ཨ།

ད་དུས་རྒྱུན་དུ་ང་རང་ཚོ་རྒན་ལགས་རྣམ་པ་ཚོས་ཀྱི་སྤུན་ཚོ་ལ་ཡང་སློབ་ཁྲིད་ཞུས་པ་དང་མཉམ་དུ་ལ་ཡང་ད་གལ་ཆེ་ཤོས་གཅིག་མཁྱེན་དགོས་དེ་ག་རེ་ཟེར་ལབ་ན། ང་ཚོས་སློབ་ཁྲིད་ག་རེ་ཞུས་པ་དེ་གའི་དེ་སློབ་མ་ཚོས་ཤེས་ཡོད་མེད་དང་ཨང་དང་ནས་ཤེས་སློབ་མ་ཚོས་ཀྱི་རྟོགས་ཡོད་མེད་དེ་ཡང་ཡང་ང་ཚོ་ལྟ་གི་ལྟ་གི་བྱས་དེ་གལ་ཆེན་པོ་ཞིག་རག་རེད་བ། ཨ་དེ་མ་གཏོགས་གཞན་ཡང་མཚམས་མཚམས་ལ་ཡང་ཨ་ནི་ང་ཚོ་ཅིག་གི་ཤེས་རྐྱང་བྱས་བསླབ་རྐྱང་བྱས་ཨ་ནི་སློབ་མ་ཚོ་གི་གང་ཡང་མ་རྟོགས་པ་ཡང་ན་མ་ཤེས་པ་དེ་རེ་ཡོང་སྲིད་ཀྱི་རེད་བ། ཨོ། ད་ད་ལན་དེ་ལ་ཡ་ཨ་ནི་སློབ་མ་ཚོས་ད་ལྟ་བར་དུ་སྦྱངས་པ་དེ་ཨ་ནི་འོད་ཀྱི་སྐོར་ལ་ཡ་ང་ཚོ་ག་ཚོད་སྦྱངས་པ་དེ་ཤེས་ཡོད་མེད་ལྟ་ཡའི་ཆེད་དུ་ཨ་ང་ཚོ་ད་ལྟ་དེ་བྱེད་སྒོ་བྱོས་བྱེད་སྒོ་སྟབས་བདེ་བྱོས་ཨ་ལྷན་ཁྱོད་ཚོ་དེ་ལ་ཡ་གཟིགས་ཤོག་ཨ། ད་བྱེད་སྒོ་དེ་ལ་ཡ་མིང་ཁར་སིས་ལ་ན་རོ་ཨ་སྤྲོ་སྣང་གི་འདམ་ག་སི་ལོད་དོ་ཨ།

ད་དཔེ་མཚོན་ཞུས་པ་ཡིན་ན་རེད་ད་བུ་བཀྲ་ཤིས་ཀྱིས་ང་ད་ལྟ་བར་དུ་ཨ་ནི་ཕྱི་ནང་མི་གསལ་བའི་དངོས་པོ་ཡིན་ངའི་གཟུགས་པོ་འདི་ད་ང་བྱུང་ན་ང་དྭངས་གསལ་གྱི་ལྕགས་དངོས་ཤིག་ལ་ཡ་ཨ་ནི་འགྱུར་འདོད་ཡོད་ཟེར་བ་ན་ད་ཁྱེད་རང་རྒྱུ་མཚན་དཔེར་ན་འདི་འདྲ་ཡོང་སྲིད་གི་རེད་ང་མེད་ན་ཨ་ནི་རེད་ཨ་ནི་ཁང་པའི་སྒེའུ་ཁུང་བཟོ་མི་ཐུབ་ཟེར

ཡོད། ད་ལྟ་གང་འཚམ་སྤྲད་པ་གང་ཞིག་ལ་ཡང་ཨ་ནི་ཡང་རྩ་བ་ཉིད་ནས་མ་བཏང་བ་ཡང་འདི་འདྲའི་ཡང་མེད་པ་ཅེས་སྟངས་འཛིན་བྱེད་ཐུབ་ཀྱི་འདུག་བ། ད་མཐའ་མ་དེ་ལ་ཡང་ཨ་ནི་ཡང་ཕྱི་ནང་མི་སེབ་རོགས་བྱས་ཤེ་ན་ངའི་ཉི་འོད་བཀག་ཐུབ་ཀྱི་ཡོད་ཅེས་ད་ཡང་ས་ཆ་ཁ་ཤས་ལ་ཡང་ཉི་འོད་མོག་པོ་དེ་འདྲ་ཡོད་པ་ཡིན་ན་འདི་བཀག་ཐུབ་ཡག་གི་ནུས་པ་འདི་ཨ་ནི་ཕྱི་ནང་མི་སེབ་པའི་དངོས་པོ་ལ་མ་གཞི་ཡང་ཕྱི་ནང་སེབ་པ་དང་དེ་ཚོ་ལ་མི་འདུག་བ་འོ་འདུག་ཟེར་བྱས་ནས་ཨ་ནི་ལྷན་རྒྱས་ཚོ་ད་ལྟ་རི་མིག་འདི་ཡང་འདུག

དེབ་དེ་གི་རྒྱབ་ཤ་ཨ་འདི་ཡང་ཆེས་དྭངས་གསལ་གི་དངོས་པོ་ཅིག་རེད་འདུག་ཨ་དེའི་ཕྱིར་ད་ཐ་མ་དེ་ལ་ཡང་ཨ་ནི་ཕྱི་ནང་མི་གསལ་བའི་དངོས་པོ་ད་དེ་འདྲ་ད་མང་པོ་ཡོད་རེད་བ་ད་དཔེར་ན་ད་ནང་ང་ལ་ཡོད་པ་དེ་ག་དུས་ལ་ན་དོ་བ་ཨ་ཚ་ལུ་མ་རེད་བ། ད་ཡང་གཞན་ཡང་དངོས་པོ་དཔེ་མང་པོ་འདུག་རེད་བ། འོ་འདུག་ཤེས། ད་འདི་བྱས་ལ་ཡང་ངས་དངོས་སུ་ཨ་ནི་བརྟག་དཔྱད་འམ་ཡང་ན་བྱེད་སྒོ་འདི་སྤེལ་བའི་སྐབས་ལ་ཡང། ཨ་ནི་བྱ་ལ་རེ་རེ་རེ་རེ་བྱས་བྱས་ནས་ཨ་ནི་འོད་དང་ད་ལྟ་གྲིབ་གཟུགས་འཆར་ས་འདི་པར་ར་ལ་ཡང་ངས་བྱས་ཀི་རེད་བ། ཨ་ནི་ཁྱེད་རང་ཚོ་ཕ་གིའི། ལྟ་ཞིབ་རེའུ་མིག་ཞིག་ཏུ་བ། ལྟ་ཞིབ་ཀྱི་རེའུ་མིག་ཞིག་ཏུ་བ།

ཡིན་ཡང་ཁྱེད་ཚོ་བྱེད་དགོས་རྣམས་ནས་བྱེད་ཀྱི་ཡིན་ཨ་ནི་ཧེ་གྱོད་ཅིག་ཟེར་གྱི་ཞུ་ཨ། ད་གྲིབ་གཟུགས་ཆགས་དཀའ་ལ་ཡ་ཆ་རྐྱེན་ཚང་དགོས་ཡ་དེ་འོད་ཀྱི་འབྱུང་ཁུངས་ཅིག་བྱེད་དངོས་པོ་ཅིག་བྱེད་ཨ་ནི་གྲིབ་གཟུགས་ཆགས་ས་གི་ད་ཡོད་ལ་འམ་ཡང་ན་ཨིན་སྐད་ལ་ཞུས་པ་ནས Screen ཅིག་ཅིག་གོ་གི་འདུག་བ་ད་ས་ཆ་དྲ་འབུ་ཅིག་གོ་གི་འདུག་བ་ཨ་ནི་འདི་གས་འདི་གི་ཕ་རྒྱང་ཐག་རིང་ལོད་ལ་བལྟས་བྱས་ནས་ཡང་ང་ཚོ། གྲིབ་གཟུགས་ཆ་ཡ་ལི་ཡ་ཆེ་ཆུང་དང་དེ་འདྲའི་ཐོག་ནས་ག་རེ་ཁྱད་པར་འགྲོ་འདུག་སའི་ལོས་དང་ག་རེ་ཁྱད་པར་འགྲོ་འདུག་དེ་ང་ཚོ་ཡང་བརྟག་དཔྱད་ཀྱི་ལམ་ནས་ཅིག་བལྟ་ཡ་ཡིན་ད། ད་དེའི་ཆེད་ལ་ཡང་གནད་འགག་ཅིག་གྲིབ་གཟུགས་ཆ་རིབ་ག་ལི་ཡ་ག་རེ་ཡོང་དགོས་རེད་ལབ་ཡོད་ན། ཨ་ནི་འོད་དེ་ཆེ་དངོས་པོ་དེ་ཆེ། ཨ་ནི་གྲིབ་གཟུགས་ཆེར་ས་ཞོར་བ་ད་དེའི་གྲིབ་གཟུགས་ཤེར་ས་ཟེར་ནས་རེད་དེའི་ངོས་ཞོར་བ།

གསེར་རུ་འབྲུག་དུ་མི་གསེར་རུ་འབྲུག་དུ། ཕལ་ཆེར་མ་གསེར་རུ་འབྲུག་དུ་ཨ། ད་དེ་ནི་ངས་ཨ་ནི་དངོས་པོ་འདི་ད་ལྟ་གྲིབ་གཟུགས་ཆེར་ས་ཀྱི་ངོས་དེ་ལ་ཡང་ཉེ་རུ་ཉེ་རུ་བཏང་གིན་གདའ། ཁྱེད་རང་ཚོ་ཡག་པོ་བྱས་ནས་གཟིགས་ན་ཨ། ང་ཚོ་བརྟག་དཔྱད་བྱེད་ཀྱི་ཡོད་རེད་བ་ངས་དམིགས་བསལ་འགྲེལ་བཤད་མ་བརྒྱབ་ཡིན་ནས་ཁྱེད་རང་ཚོས་ངེས་པ་རྙེད་ཐུབ་ཡ་ཆེ་རེད།

ད་འདི་བྱས་ལ་ཡ་ཏང་ཙུའི་གྲིབ་གཟུགས་བསལ་མ་བསལ་ལས་ཧ་དེ་ཡང་གཙོ་བོ་གཅིག་ག་བ་རག་ལེགས་འདུག་ཟེར་ལབ་ན། ཨ་ནི་འོད་ཀྱི་འབྱུང་ཁུངས་འདི་ཤུགས་ཆེ་ཆུང་འོད་བསལ་ལོས་ལ་ཡ་རག་ལེགས་འདུག་ལྷན་སྐྱེས་སྟེ་གཅིག་གཟིགས་རོགས་གནང། ཨ་ཐོག་མ་དེ་ལ་ཡ། ངས་གློག་ཤུགས་ཤུགས་ཆེས་སྤར་བའི་སྐབས་ལ་ཡ། ཨ་གྲིབ་ནག་འདི་ལེགས་འདུག་ད་འདི་བྱས་ལ་ཡ་ངས་གློག་ཤུགས་འདི་ཏིས་གཅིག་གིས་གློག་ཤུགས་ཀྱི་འོད་འདི་ཤུགས་ཆུང་གཏང་གི་ཡིན་ལྷན་སྐྱེས་སུ་གཅིག་གཟིགས་ན་ཨ་གྲིབ་ནག་བསལ་ལོས་ལ་ཡ་ཁྱད་པར་འབྲུག་འདོད་གཅིག་གཟིགས་ཨ།

དུས་ཚོད་ག་ཚོད་ཡིན་མིན་རེད་བ་ཨ་ནི་དུས་ཚོད་སྔ་བོ་རེད་བས་ཕྱི་བོ་རེད་བས་ད་ཉི་མ་གཅིག་ལ་བལྟས་བས་ཡིན་ན་ང་ཚོ་ཉི་མའི་ཆུ་ཚོད་མེད་བས་ཆད་དེ་ཉི་མའི་གི་ཨ་ནི་དེ་ན་ཉི་མ་ནི་འོད་ཡོད་བས་བྱུང་བས་གི་འོད་གི་ཨ་ནི་ང་ཚོ་གཟུགས་པོ་ཡིན་ནས་རེད་བྱ་ལག་གི་གྲིབ་ནག་ཕོག་ཐང་ལ་བལྟས་བྱས་ནས་ཨ་ང་ཚོ་སྔ་ཁོང་ག་རེ་ཡིན་མིན་ཤེས་ཐུག་གི་རེད་བས

ད་འདི་བྱས་ལ་ཡང་ངས་གར་གསལ་འགྲེལ་བྱས་ལབ་ན། ཨ་ནི། གྲིབ་གཟུགས། ལས་ཨ་ནི་དུས་ཚོད་སྔ་ཕྱི་ཤེས་ཐུབ་ཡ། ད་དཔེ་མཚོན་དུ་བྱོས་བས་ན་འདི་ཉི་མ་ཤར་བའི་སྐབས་ལ་ཡ། ལྷན་སྐྱེས་དེ་གཟིགས་བས་ན། གྲིབ་གཟུགས་རིང་པོ་འདུག་ཨ། ད་འདི། བས་ན་ཞོ་ཁའི་འདྲ་བོ་ཆགས་ཤག་བས་ན་ཨ་ནི་ག་ལ་གང་འཚམ་སྔ་བོ་ཡིན་པ་བསྟན་གྱི་འདུག་ཨ། དེ་ནས་རིམ་བཞིན་ཨ་ནི་ཉི་མ་ཡག་འདུག་ཟེར་གྱི་འདུག་ཨ།

གྲིབ་ཚུགས་ཐུང་ཐུང་ལས་མི་འདའ། ཧོ། ད་དེ་ནས་ཉི་མ་ཡང་ནུབ་ཕྱོགས་ལས་ཧ་ལ་གང་ཙམ་ཉིན་གུང་ཁྱབ་ལ། ད་དེའི་ཉིན་གུང་རེས་ལ་ནས་འགྲིག་འདུག། ཧོ། ད་དེ་ནས་ཕ་ཉི་མ་ནུབ་ལ་བགྲོད་པའི་སྐབས་ལ། ཨ་ནི་གྲིབ་ནག་གི་ཕྱོགས་དེ་ཡང།

མི་ཚོ་སྔ་མོ་མི་ཚོ་ཞེ་སྣང་བྱེད་ཀྱི་ཡོད་དེ་ཡིན་ནས་དངོས་ཡོད་གནས་ཚུལ་ལ་ཡ་འདི་ནོག་རེད་དེ་རེད་བ་དེ་ཞེ་སྣང་སྐྱེ་དགོས་ཅེས་ཡོད་མ་རེད་ད། ཞེ་འདུན་སྐྱོ་བའི་ནི་ནི་ཡག་པོ་རེད། སྨོན་ལམ་རྒྱག་བའི་ནི་ནི་ཡག་པོ་རེད་ཡིན་ནས་ཞེ་དགོས་གལ་མི་འདུག་བ། ད་འདི་གང་འདྲ་བྱེད་ཀྱི་ཡོད་རེད་ལབ་པ་ཡིན་ན་སྟབས་བདེ་བོ་ཞེ་དྲག་རེད། ཨ་ནི་དེང་གི་གོང་དུ་ང་རང་ཚོས་བྱེད་སྒོ་མང་པོ་ཞིག་ནང་ལ་ཡ་བྱུང་བ་ནང་བཞིན་དུས་རྒྱུན་ཁྱེད་རང་ཚོས་མི་ཚེ་ནང་ལ་ཡ་གཅིག། ཤིང་སྡོང་གི་གྲིབ་ན་ས་གང་ལ་ཡང་ཕོག་བསྡད་པ་དང་ད་ནི་ཤིང་ཡིག་རིགས་ཀྱི་གྲིབ་ན་རིགས་གཅིག་གང་ལ་ཡང་ཕོག་བསྡད་པ་དང་ཨ་ནི་སོ་སོའི་གྲིབ་ན་ཡང་སོ་སོའི་མཉམ་དུ་མཉམ་དུ་མཉམ་དུ་ལ་ཡང་ཡོང་གི་ཡོད་པ་དང་ཁྱེད་རང་ཚོ་མང་པོ་མཐོང་ཡོད་རེད་པ། ད་ད་ནི་ཤིང་ང་རང་ཚོའི་བར་སྣང་ལ་ཡོད་པའི་གི་ཟ་དང་ཨ་ནི་ཟླ་བ་དང་འདི་གའི་ཡང།

ཨ་ད་ནི་ངའི་ལག་པ་ལ་ཡོད་པའི་གི་ངའི་ཞྭ་སྨྱུག་རྩེ་ལ་ཡོད་པའི་གི་ཨ་ནི་པོ་ལི་ཆུན་ཆུན་དེའི་ཟླ་བ་མཚོན་པར་བྱེད། ཨ་ད་ནི་ཞིག་དེ་ནི་ཞུ་མོག་གོ་བྱེད་ཨ་ནི་འཛམ་བུ་གླིང་གི་དཔེ་གཟུགས་བྱེད། འོང་འདུག་ཟིན། ཨ་ད་ཐོག་མར་དེ་ལ་ཡ་ཨ་ནི་ང་ཚོ་ཉིན་རྩིས་ག་འདྲེས་ཆགས་ཀྱི་ཡོད་རེད་དེ་ཡིན། ད་ཉིན་རྩིས་ཟེར་ཡས་དེ་ག་དུས་ཡོང་གི་ཡོད་རེད་ལབ་ཡིན་ན། གཅིག་བྱས་ན་ཁྱེད་རང་ཚོ་ཐུག་རྒྱུ་ཡོད་རྒྱུ་རེད། བོད་མདའི་ཚེ་བ་བོད་མདའ་ག་རེ་ཡིན་པ་ནི་འདི་གི་ད་གལ་ཏེ་ཉི་འཛིན་བྱུང་བ་ཡིན་ན་ཚེ་བ་སུམ་ཅུ་ཡང་ན་གནམ་གང་ཉིན་གང་ཡོང་གི་ཡོད་རེད་དེ་གཅིག་མཁྱེན་པ་གནང་རོགས་བྱས། ད་གནམ་གང་ཚང་མ་ལ་ཡང་ཉི་འཛིན་ཡོང་གི་ཡོད་པའི་ཁྱབ་པ་དེ་འདྲ་གལ་ཡོད་མ་རེད་ཡང་ཡོང་བ་ཡིན་ན

ད་ལྟ་གྱི་ཉིན་རྩིས་སྐབས་ལ་ཡང་ཟླ་གག་གི་གྲིབ་ནག་འདི་འཛམ་བུ་གླིང་གང་ནས་འཁེལ་གྱི་ཡོད་པ་དེ་གཅིག་ཤེས་པ་ན། འདན་རྩིས་སྐབས་ལ་ཡང་འཛམ་བུ་གླིང་གི་གྲིབ་ནག་འདི་ཨ་ནི་ཟླ་གག་གང་ལ་འཁེལ་བ་བཅས་ད་ཉི་མ་ནི་ཁོ་རང་ལ་ཡང་འོད་རང་བཞིན་གྱི་འོད་ཡོད་ཙང་གྲིབ་ནག་ཡོང་ཡ་འདི་འདྲའི་གེགས་ཡོད་མ་རེད་པ།